བཀྲ་ཤིས་བདེ་ལེགས་བསྟན་འཛིན། ཨོ་བསྟན་འཛིན་བདེ་པོ་དང་པོ་ཡིས་ང་དང།

ཨེ་མ་གོ་ཡ་དེ་གང་སེམས་ལགས་པ་ཡིན་ན་ཁོ་ཚོ་སྙིང་གས་ཤིན་པོ་འོ་མ་རེད་ཨ་ཨ་ནི་ཁོ་ཚོ་གི་ཐོབ་ཐང་རྩོད་གི་ཡོད་རེད་ཝེ་ཅི་ཏུ་ཟླ་བ་ཕུན་གི་ཁྱོད་རང་གི་མིག་བཙུམ་ནི་རྒྱབ་སྐྱོར་བྱས་ནི་ནམ་ཞག་དུས་རྒྱུན་དུ་ནི་རྒྱབ་སྐྱོར་བྱས་ནི་འགྲོ་དེ་ངེས་གི་ཅོ་ཧམ་པ་ཚེ་རིང་ཕ་གས་དཀའ་ངལ་འཕྲད་གི་འདུག་ད་དབྱིན་ཇི་སྐད་མ་གཏང་ནི་ག་ག་བ་ཡོད་ཝེ་ཨ་ཡོ་ད་རྒྱལ་མོ་གླང་གི་སྐུ་མཆོག་གསུམ་ཁྱོད་ཧམ་པ་ཚེ་རིང་ཇག་ནག་ཚོགས་ཀྱི་ད་ཞབས་འདྲེན་ཞུ་གི་འདུག་ཏོ་ད་མིག་བཙུམ་ནས་འོད་རླུང་ངན་ཚོགས་ད་ཡང་ང་དེ་དེ་ངས་ད་གེ་གེ་ཀུ་ཅི་བཤད་མེད་ད་ད་ད་སྐད་ཧྲ་ལེགས་བཤད་གི་ང་ལ་ཡ་སྒོ་གང་ལ་ཐུགས་སུ་ཐུགས་བྱེད་ཀྱི་འདུག་དེ་ཀྱིས་མ་ཤེས་རང་ཤེས་ཁེགས་སོ། འོ་བསྟན་འཛིན་རག་ཏོ་ང་རྡ་རམ་ས་ལ་འགྲོ་དགོས་མེད་དོ། བསྟན་འཛིན་རག་ཏོ་ལགས་ང་རྡ་རམ་ས་ལ་འགྲོ་དགོས་མེད། སྤྱི་འཐུས་ཟླ་བ་ཕུན་སྐྱིད་ཀྱིས་ངའི་ཐད་ཀར་རྒྱལ་སྲིད་བརྒྱ་ཆ་བརྒྱ་འཐབ་པ་ལྟ་གི་ཡོད་རེད། ད་ཁྱོད་ཧམ་པ་ཚེ་རིང། ཕ་གའི་དབྱིན་ཇི་གཅིག་གི་དྲི་བ་བཀོད་གི་འདུག་དྲི་བ་ལ་ལན་འདེབས་བྱས་མ་ཐུབ་བ་དཀའ་ངལ་འཕྲད་ཀྱི་འདུག་ད་སྤྱི་འཐུས་ཟླ་བ་ཕུན་སྐྱིད་ལ་ཕེབས་ཤོག་ཕེབས་ཤོག། ཨོ་ད་དེ་རེད་ད། བྱས་ཙང་སྤྱི་འཐུས་དྭོགས་ཕུན་སྐྱིད་ཀྱིས་ཆོས་བརྒྱུད་ཁག་གི་སྤྱི་འཐུས་ཀྱི་ཐོབ་ཐང་གླེང་གི་ཡོད་རེད། ཐོབ་ཐང་རྩོད་ཀྱི་ཡོད་རེད། ཕྱི་ཕྱིར་ཡུལ་གྲུ་ཁག་ནང་འགྲོ་ནས་ཆོས་ཡོད་མ་རེད་ཨིན་ཇི་སྐད་ཤིང་གི་མ་རེད། ད། སྤྱི་འཐུས་དྭོགས་ཕུན་སྐྱིད་ག་རེ་བཤད་ཡ་ཡོད་ད་ལབ་ད་བྱས། ཅོ་ཧམ་པ་ཚེ་རིང་ལ་ཨིན་ཇི་གཅིག་གིས། ཨ་ནི་ཐའེ་ཝན་ལ། དེ་རྣམ་པ་ཚོས་ཟིལ་དང་ངས་བ་སླེ་ཡོང་གི་འདུག་ཨ་ནི་ཐ་ཝན་གང་ལ་རྒྱ་ནག་གིས་ད་འདོད་དཀའ་ངལ་མང་ང་སྤྲད་ཀྱི་རེད་ཅེས་བཤད་ཀྱི་འདུག་དེ་དབྱིན་ཇིས་འདི་གའི་དཀའ་ངལ་མང་ང་ཞིག་གང་འདྲས་སྤྲད་ཀྱི་རེད་ཨ་མཆོད་དེ་ཚེ་འདི་གང་ལོག་ལ་ཞིབ་བསྒྲགས་བྱས་ཅེས་གསུངས་དང་བྱས་ཅེས་ཅོ་ཧམ་པ་ཚེ་རིང་ཇག་ནག་ཏོག་ལ་ལ་དུ

སོང་ཙང་ད་མི་མང་ཚོ་དེ་འདྲ་རེད་ད་ཟེར་གྱི་ཁོ་ཞེ་བོ་ཅིག་དབྱིན་ཇི་མཁས་པ་ཡོད་སྤྱི་ཚོགས་ནང་རོགས་ལ་དེ་བས་སྤྱི་ཚོགས་ནང་རོགས་ལ་དད་པ་གཙོག་ལ་ཧམ་པ་བཤད་བ་དང་དད་པ་གཙོག་ལ་ཡ་མ་བིན་བཤད་བ་དང་ང་ནི་གར་སེ་བ་རེད་རྫུན་མ་བཤད་བ་དེ་དབྱིན་ཇི་གང་ལ་འགྲོ་གི་རེད་དྲན་གི་རོ་གྱི་རོ་ཨ་དེ་དེ་འགྲོ་གི་མ་རེད་བ་དབྱིན་ཇི་གང་ལ།

ཁོས། རྐང་པ་ན་གི་འདུག་གྲོགས་པོ་ན་གི་འདུག་ལྡོང་ལྡོང་བཤད། ཨ་རྐང་པ་ཟླ་མགོ་ན་གི་འདུག་ན་གང་འདྲས་ན་གི་འདུག་ཞིབ་ཕྲ་གི་བཤད་དང་ལ་དུ་འཛོམ་པ། ཨ་ལས་འདི་གར་རྒྱག་དགོས་ཨ་ནི། ཨ་གོམ་པ་རྒྱག་ནས་འགྲོ། ཨ་ནི། རྐང་པ་འདི་ན་སོང་ལ་གོ། མགོ་འདི་ན་སོང་ལ་གོ། སོང་ཙང་འདི་འདྲས་ཡོད་རེད་དོ་ད། ཨོ་བསྟན་འཛིན་ར་ཏོག་ལགས་བྱོས། ཧམ་པ་ཚེ་རིང་དང་ཇག་ནག་པོ་འདི་ང་དྲ་ག་ཡོད་ཀྱི་རེད་ཁྱོད་རང་ང་ལ་སྲིད་སྐྱོང་གི་འོ་བླུག་པ་ཡིན་ནའི་ཁྱོད་རང་ནོར་ཡོད་མ་ད་ཅོ་ཧམ་པ་ཚེ་རིང་དང་ཇག་ནག་པོ་མ་ཤེས་ཅི་གི་ངས་བོད་རང་བཙན་བཙོང་བྱེད་འགྲོ་གི་མ་རེད་བོད་མི་མང་ལ་ཡག་མགོ་ཏོ་ཡོད་གི་མ་རེད་ཨ་བཏན་འཛིན་ར་ཏོ་ཁྱོད་རང་ལ་གི་ཡོད་ཨ་ནི་ཁྱོད་རང་གི་ཉིས་སྟོང་ཉིས་རྩ་དྲུག་ནང་ལོ་ལ་སྲིད་སྐྱོང་གི་འོ་འདི་ང་ལ་བླུག་པ་ཡིན་ན། བཅོས་མིང་བསྡུ་བཅོས་ཧམ་པ་ཚེ་རིང་ནང་ཤི་བྱས་ཅེས་ཉན། བོད་རྒྱལ་ཁབ་ཀྱི་བཙོང་གི་མ་རེད། ལུག་རྒྱུད་འདི་ཉན། རྫུན་མ་བཟོས་གི་མ་རེད་ལུག་རྒྱུད་ག་རེ་ཡིན་པ་དེ་ལུག་རྒྱུད་སྒང་ལོ་ལ་བཞག་གི་རེད། ཨོ། སྐྱག་མགོ་རུམ་བཅས་བཅོམ་ལྡན་འདས་ཀྱི། ཨ་ནི། རྗེ་འདྲ་རྗེ་འདྲ་འདྲ་སྐྱག་མགོ་རུམ་བཅས། དགེ་སློང་གཅིག་གི། ཨ། ནམ་ཞག་གི་ཁྱོད་བཅས། བོད་རང་བཅས་འདི་རང་བཅས་མ་རེད་བྱས་ཅེས་སྐྱག་མགོ་རུམ་བཅས་ལ། ཟུར་ཟ་འདི་འདྲས་ངས་བྱེད་ཀྱི་མ་རེད། བསྟན་འཛིན་རང་སྐྱོང་ལ་ལ་ལ་གི་ཡོད་ན། ག་རེ་ཡིན་ནས་མེད་ན་སོ་སོ་ངོ་ན་ནི། དངོས་གནས་དྲ་གནས་བོང་གུ་ནང་ཞིག་དཀའ་ལས་བརྒྱབ་ཅེས། སོ་སོ་སྔུར་ན། སོ་སོ་ཁྲག། ག་རེ་ཡིན་ནས་མེད་ན་འདི་ལྷག་བསམ་རྣམ་དག་གི་དྲང་པོ་དྲང་བཞག་བྱས་ནས་འགྲོ་གི་རེད་མ་གཏོགས། ཁྱེད་རང་འོར་གཅིག་ང་ལ་རླུང་བཅོས་འདི་ངས་འཕྲོ་བརླག་བཏང་གི་མ་རེད། ད་ད་ད་བསྟན་འཛིན་རང་སྟོད། ཉིས་སྟོང་ཉིས་རྩ་གཉིས་ནང་ལོག་ལ་འོར་གཅིག་རག་འདུག་ལབ་པ་ཡིན་ན་ངས་ཁྱོད་རང་ལ་ཁྱོད་རང་གིས་ང་ལ་འོར་བསླུ་བ་འདི། ངས་ཁས་ལེན་བྱེད་ཀྱི་ཡིན། ཨ། དེ་ལ་ངས་ཁྱོད་རང་གཉིས་ལྷག་པར་མི་ཐུག་ཆེ་ན་ཞུ་གི་ཡིན། ཉིས་སྟོང་ཉིས་ས་དྲུག་ནང་ལོ་ལ་ཁྱོད་རང་རྟ་མགྲིན་ཚེ་རིང་གཏམ་ཚེ་ལ་འོར་གཅིག་གིས་མི་འདུག་ལབ་པ་ཡིན་ན་དེ་ཚེ་རབས་ཚོགས་དགོངས་པ་གཙོ་བོར་བཏང། ཨ་ཡེ་ཡ་ཡེ། འཇམ་དབྱངས་ལེགས་བཅོས་རྒྱག། ཨོ་ད་ཁོའི་གི། དཀོན་མཆོག་གསུམ། ད་ལྟ། སྤྱི་འཐུས་དྭོགས་པོ་ཕུན་སྐྱིད་ཀྱིས་ཆོས་རྒྱུད་ཁག་གི་སྤྱི་འཐུས་ཚོ་དབྱིན་ཇི་སྐད་ཤེས་གི་མ་རེད། དེ་ཚོ་བྲེལ་ཡ་ནི། ཐོབ་ཐང་རྩོད་གི་ཡོད་རེད། དེ་ཚོ་བྲེལ། གཞུང་འབྲེལ་གྱི་ཡ་ནི་མཛད་སྒོ་གཞུང་འབྲེལ་གྱི་སྐབས་སུ་མཛད་རིམ་འདི་འདྲས་གང་ལོ་ལ་ཁྲི་བརྒྱད་ནང་བཏང་རྒྱུ་ཡོད་མ་རེད། དེ་ལྟ། ད་སྐུ་ཅི་དྭོགས་པོ་ཕུན་སྐྱིད་ལགས། རྒྱལ་བ་རྒྱ་ཡོངས་ཨེ་འདྲེ་མ་བྱེད་ད། སྙིང་རྗེ་ཁྱོད་རང་གི། ཉིས་སྟོང་བཅུ་དྲུག་ནི་སྲོལ་ནི། ར་བ་ཆེན་པོ་ཞི་བུ་སྐྱབས་བཅས་ཅོ་ཧན་པ་ཚེ་རིང་ལ་ཡ་རྒྱབ་སྐྱོར་བྱས་ཏེ་ད་རིག་ཁོ་དཀའ་ངལ་འཕྲད་པའི་ཞབས་ལྟ་ཁྱོད་དབྱིན་ཇི་སྐད་སྐད་བསྒྱུར་བྱེད་ཁ་འཕེལ་ཤོག་ཨ། ད་བྱ་མ་སྒྲོག་དགོས་ཀྱི་སྒོ་ང།

འོ་ནི་ད་ནི་བཙོང་ནི་འགྲོ་བདེ་གི་རེད་དོ་ཕན་ཆད་གསུམ། ཚོང་པའི་ནོར་བུ་བཟང་པོ་གི། རི་སྐོར་དེ་ཡ་བསྐྱར་དགོ་ཨ་གཏོར་དགོ་ཨ་བསམ་ཚེ་འགྲོ་གི་ཡོད་ས་རེད་འོ་ཕྱི་རྒྱལ་ཁག་ནང་བོད་རྩ་དོན་དང། བོད་མི་རིགས་ཀྱི། དེ་དུས་དུས་ངན་ས་འགའ་དེ་འདྲས་ཅིག་འགྲོ་གི་ཡོད་ས་མ་རེད། འོ་འདི་ནང་པ་ཚོ་ལ་ཡ་གསལ་བོ་ཅིག་ཞུས་ན་བསམ་ས་རེད་ད་ང་བོད་ནང་ཡ་སར་འགྲོ་རིན་པོ་དེ། བློ་ས་ཡིན་ན། བྱ་མ་འགྲོ་གི་དགོ་ང་བྱ་དེ། བྱིས་ཕྲུག་འདི་ཚོའི་སླད་སོང་བས་ཀྱང་བྱིས་ཕྲུག་འདི་ཚོ་སྐད་ཚ་བོ་ཡོད་རེད་ངས་མར་བབས་ནས་དེ་ནས་མར་གོམ་པ་རྒྱག་འགྲོ་ནས་ཡག་ས་རེད་ད་ངས་རྣམ་པ་ཚོར་སྟོན་གི་སྟོན་གི་བྱེད་དགོས་རེད་ཨ་ནི་གོམ་པ་ཡང་རྒྱག་གི་རྒྱག་གི་སྐད་ཆ་ཡང་བཤད་གི་བཤད་གི་བྱེད་དགོས་རེད། སོང་ཙང་ཨ་མདའ་དེའི་ནང་ལོགས་ལ།

ཐ། ཡིད་བརྙན་ཐེ་ཚོམ་མེད་པར་ཐོགས་ནས། མིག་བཙུམ་ནས་འོས་ཤོག་བླུག་བར་གྱིས། རྒྱུ་འབྲས་འདི་དག་སྤྱི་ཚོགས་སྡིངས་ཆ་ནང་ལོགས་ལ་ཐོགས་མེད་དུ། ཨོ་ལ་ལ། ཁོ་ཚོས་བསམ། གང་འདྲ་བོ་མཐོང་བ་བསམ་སོང་ཨེ་ཡིན་ད་ང། ཇོ་བོ་རིན་པོ་ཡིན་ད་རྣམ་པ་ཚོ། གཉིད་ལམ་འདྲ་བོ་ཅི་ང་རང་ང་རང། འུ་ཚི། ཐབས་སྐྱོ་ཨ་ལ་བསམ་སོང་ཨ། དྲི་བ། ག་རེ་བྲིས་དགོས་རེད་ལན་ག་བ་རྒྱག་དགོས་རེད་ལ། ཁ་བདེ་མ་ཐུབ་བ་བྱས་ཁ་བདེ་པོ་ཡིན་དང་དུ་བོད་པའི་སྤྱི་ཚོགས་ནང་དོགས་ལ་བོད་པ་མི་དམངས་ལ་ཡང་མཐོང་ཆུང་བཏང་རྗེས་ཧམ་པ་བཤད་དམའ་འབིན་བཤད་ནས་འགྲོ་བདེ་བ་འདི་ཕྱི་རྒྱལ་ཚོགས་ལ་ཡང་འགྲོ་གི་རེད་བསམ་རྗེས་ཐེ་ཝན་སྐོར་ལ་གཅིག་བཤད་གྲགས་བྱེད་ཡིན་རྒྱུ་རེད་བ་ཨ་ནི་ཨི་ཇི་དེ་གི་ཨ་ཐེ་ཝན་སྐོར་ལ་གནོད་ཤུགས

མི་མངོན་གནས་ཤེས་བྱ་ཡོན་ཏན་གཡོ་མེད་ལྷག་བསམ་དབྱུང་གནས། དངོས་གནས་དགྲ་ནས་མི་འཇོན་པོ་ཞེ་རུ་གཏུགས། ད་དེ་ལས་ལྷག་བསམ་ཅི་ཡོད་ཀྱི་རེད་ཕྲན་ཅེ་ལེ་ཡོད་ཀྱི་རེད་བ། ལོས་ཡིན་འགྲོ་ཡིན། ད་གད་སྐུ་ཅིག་མི་འདུག་ལགས་ཀྱི་རེད་ད། ངའི་དྲི་བ་ག་རེ་དྲི་དགོས་ཁོས་ལན་ག་བ་རང་རྒྱག་གི་འདུག། ཁྱོད་ནི་ཧ་གོ་གི་མི་འདུག་ཅེས་ནི་བཤད་ཀྱི་ད་ཨ glass of water དེ་འདྲས་ཀྱང་ཁྱོད་རང་སྤྲད་པ་མ་རེད་བསྟན་འཛིན་ར་སྟོ་ལགས་འདི Switzerland རེད་ཡོ་ཁྱོད་རང་ག་བ་ཡོད་མེད་ངས་ཧ་མ་གོ་ཁྱོད་རང་རྒྱ་གར་ཡོད་པ་ཡིན་ན་ཡུ་རོབ་ལ་ཡོད་པ་ཡིན་ན་ཡུ་རོབ་ཡོད་པ་ཡིན་ནའི་འོ། ཡུ་རོབ་ནང་ནས་ས་རྒྱ་གཙང་ཤོས་རྒྱག་ཤོས་དེ་སུའུ་ཙི་ལན་ནས་ཡིན་ལབ་ཡོང་རེད་སོ། ཡུ་དྲོན་བ་རི་འོ། ང་ལ་ཁྱོད་དེ་ང་ལ་དགོས་ཀྱི་མི་འདུག་ད། བསྟན་འཛིན་ར་ལྟོ་ལགས། ཁྱོད་དེ་ཅོ་ཧམ་པ་ཚེ་རིང་ཇག་རྡག་ཏོ་ལ་དགོས་ཀྱི་འདུག་ཕ་གས་ཀ་ངས་ཁྲེས་ཅེས། རྐུབ་ནི་སྟུ་རིག་མ་ཤོར་ཚེ་རེད་ཤག་ད། སྔོ་ནག་ཐིག་ཐིག་བྱས་ནས་ད་ངས། མགོ་ར་ཆུར་མ་སོང་ས་ཧ་ཧ་ཧ་ཨ་ཡ། བྱ་མ་འགྲོ་བའི་སྒོ་ང་ལ་ལག་གི་ལ་དྭགས་ངེས། ཁྱོད་ཀྱི་དྲི་བ་འདི་ངའི་མགོ་ར་ཞེ་ད་ཆུར་མ་སོང་ས་མགོ་ཚུགས་པོ་མ་རེད། མགོ་ཚུགས་པོ་མ་རེད་ཇོ་ཧམ་པ་ཚེ་རིང། བོད་པའི་སྤྱི་ཚོགས་ནང་ལོགས་ལ་བོད་པའི་མི་དམངས་ལ་ཡ། མཐོང་ཆུང་དང། བོད་པའི་མི་དམངས་ལ་ཡ།

ཁྱེད་རང་རྒྱལ་སྲིད་མགོ་ཚུལ་དུ་བརྩམས་པ། ང་ངའི་རྣམ་པ་ཚོ་ལ། ང་ང་རང་བདེ་ས་གཡས་གཡོན་དང། ད་ནི་ང་རང་གི་ལུང་པ་འདི་ཚོ་དེ་ཡི་སྟོན་མགོ་དྲན་ས། ཡང་དེ་ལ་ཡང་ཧམ་པ་ཚེ་རིང་ལ། མིག་བཙུམ་ནས་རྒྱབ་སྐྱོར་བྱེད་དེ་ངེས་ཀྱི། ཡང་ངའི་སྒོ་གང་རུང་ཐུག་ཐུག་བྱས་ནས་ང་ལ་ཡ་མཉེས་ཨོ་ཡོད་རེད། སོང་ཙང་ནི་འབྲི་ཤེས་མ་རྒྱག་པར་འཇགས་རོགས་ཁྱེད་སོང། འོ་དེ་ཡིན་ན། དེ་ཡིན་དུ་བརྩམས་པ། ཅོག་ཟླ་བ་ཕུན་སྐྱིད་ལགས། ཁྱེད་རང་གི་གྲོགས་པོ་ཁྱེད་རང་གི་སྙིང་སྟོབས་ཨ་ཁ་དབྱིན་ཇི་གཅིག་གི་དཀའ་ངལ་སྤྲད་རྗེས་ཁ་སྐོར་རོགས་བྱེད་ཀྱི་འདུག་ཏོ་ད་ཁྱེད་རང་དབྱིན་ཇི་མཁས་པ་ཡིན་དུས་ཨ་ཁྱེད་རང་དབྱིན་ཇི་མཁས་པ་ཞིག་གཅིག་རེད་དོ་ཨ་སྐད་བསྒྱུར་བྱེད་ཁ་ཕེ་གོ་གི་འདུག་མ་གཏོགས་ཨེ་ཕ་གི

རང་དོན་གྱི་སྐད་ཆ་བཤད་མཁན་དེ་ཚོ་ལྷག་པར་དུ་ངེད་ཟླ་བ་ཕུན་སྐྱིད་དང་ཚེ་བརྟན་ཕུན་ཚོགས་དང་བརྩེ་སེམས་སྤུང་བསགས་དེ་འདྲ་རྣམས་ལ་མང་པོ་བརྗོད་ཨ། ཁྱོད་ཧམ་པ་ཚིག་ལ་ཡ་རྒྱབ་སྐྱོར་བྱེད་གདོང་པ་མ་བསྟན་ནས་བཤད་ངེས་དེ་ཚོ་ཆེད་དུ་བཤད་ཀྱི་ཡོད་ཨ། ཁྱོད་རང་ཚོ་གི་བཤད་སྟངས་བྱས་པ་ཡིན་ན་ཨིན་ཇི་སྐད་མ་ཤེས་ངེས་ཅིག་ཨ་ནི་ཕྱི་རྗེས་ཡུལ་གྲུ་གང་ན་རུ་ལ་ཕེབས་ཆོག་གི་མ་རེད།

ཁྱེད་རང་ཚོ་སོ་སོ་ཕལ་ཡག་གི་གོ་སྐབས་རོགས་རེ་རག་པ་ཡིན་ན། ལྷག་བསམ་རྣམ་དག་གི་བེད་སྤྱིད་པའི་སྒང་རོགས་ལ་དཀའ་མེད་གནང་རོགས་ཆེ། སོ་སོ་ལ་གོ་སྐབས་མ་རག་ཡིན་དུ་བརྩམས་པ། ཨ་ནི་ཡང་རང་བདེན་བསྒྲུབ་མ་སོང་བསམ་ས་བྱས་བྱས་སེམས་པ་ལ་ཡག་ཕོག་ནི། ཨ་ནི་ཆོས་ཞུགས་ཁག་གི་སྤྱི་འཐུས་ལ་ཡག།

ཨོ་འདི་རེད་ཕ་རྣམ་པ་ཚོ་ཟི་ཡིན་གྱི་རེད་ལྷ་རྒྱལ་ལགས་ངས་ཁྱོད་ར་ཐུག་གི་ཡོད་ད་ལྷ་རྒྱལ་ལགས་ལགས་སོ་ལ་ཁྱོད་ར་ཁྱོད་ར་ཨ་ར་ར་ར་ར

སྤྱི་ཚོགས་ནང་ལོགས་ལ། ང་རང་ཚོ་ཚང་མ་ཕྲུ་གུ་མ་རེད་ཕྲུ་གུ་པགས་པགས་དང། ཨ་ནི་སོ་སོ་གི། མི་ཚེ་འགྲོ་སྟངས་དང། ཡག་སྡུག་བཟང་ངན་ཚང་མ་ཧ་གོ་མིན་རྐྱང་རྐྱང་ཅིག་གླས་དེ་རེད་བ། སོང་ཙང་དེང་སང་སྤྱི་ཚོགས་ནང་ལོགས་ལ་རེད་བ། ལབ་རྒྱུ་ལས་རྒྱུ་ཤེས་རྒྱུ་མེད་རྒྱུ་ག་རེ་བཤད་གི་རེད། ང་དང་ང་འདྲ་བོ། སྤྱི་ཚོགས་དྲ་ལམ་ནང་ལ་མང་བོ་དོན་འགེལ་ཚོགས་ལ། རྒྱ་མིས་ཀྱིས། གསོལ་བ་རེད་རྒྱ་མིས་ཀྱིས། རྒྱུག་གི་རེད། ཕ་སུང་ཐེན་གྱིས་སྡུག་ཅག་ཐེན་གྱི་རེད། འདི་ཚོ་ལ་ཡ་རྒྱ་མིས་ཀྱིས་དངུལ་རག་གི་རེད། ང་དང་ང་འདྲ་བོ་རྒྱ་མིས་ལ་མི། གཅིག་ཡོད་ན་མང་དྲག་རེད། འཛམ་བུ་གླིང་གི་མི་ཚོགས་མང་ཤོས་དེ་རྒྱ་ནག་རེད།

སོང་ཙང་དེ་ག་ཅིག། སྤྱི་ཚོགས་ནང་ལོགས་ལ་འདྲ་མ་འདྲ། ཨ་ནི་དེ་ག་རྒྱལ་སྲིད་གང་ལོགས་ལ་འདྲ་མ་འདྲ་བྲིས་ནས་འགྲོ་བདེ་བ་ལས། སོ་སོ་ལ་ཀླད་པ་ཡོད་བ་དེ་ཀླད་པ་བེད་སྤྱོད་བཏང། སེམས་པ་ཡོད་བ་དེ་སེམས་པ་བེད་སྤྱོད་བཏང་རྗེས། ཨ་ནི་བཀའ་མོལ་གནང་ཡ་རེད། ཡི་གེ་བཀོད་ཡ་རེད་དེ་འདྲའི་གནང་བ་ཡིན་ན། འདི་ཡག་པོ་ཡོད་རེད་བསམ་ས་རོ་ཞིག་དྲན་གྱི་ཡོད། ཨ་འདི་ག་རང་ཡིན་ད། ད་དཀའ་དཀའ་ཀྱི་ཁྱི་འདྲ་པོ་དང། སྐྱག་པ་འདྲ་པོ་དང་དེ་འདྲས་མང་པོ་བཏང་ཤག། ག་ཟེ་གི་ང་ལ་བཏང་རྒྱུ་ཡོད་ན་ནི་ང་ལ་ནི་ཁྱི་དང་སྐྱག་པ་དེ་འདྲས་དགོས་ཡ་མི་འདུག། ད་ཁྱི་དང་སྐྱག་པ་དེ་ཁྱོད་རང་ལ་མང་པོ་ཡོད་ས་རེད། ཨ་ནི། ཁྱོད་རང་གི་ཀླད་པ་བེད་སྤྱོད་བཏང་ཚེ་སུ་ལ་སྤྲད་དགོས་ཀྱི་ཡོད་ན་དེ་ལ་ཡང་སྤྲད་རོགས་བྱས་ཞུ་ཡ་ཡིན་ད། ད་ཀུན་སྤྱོད་གསུམ། ད།

དེ་འདྲའི་རེ་བ་ད་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ། བོད་མི་ས་ཡ་དྲུག་གི་མདོག་འདི་བཏོན་ཡོད་པ་རེད་འདི་ནང་ལོགས་ལ། ད་ནི་ཉིས་སྟོང་ཉིས་སར་ཉིད་ཀྱི་འོས་བསྡུ་འདི་དང་སྦྲགས་ཅིག་ང་ཚོ་གི་མདོག་བཏོན་ཡོད་རེད། ང་ཚོ་གི་ཆབ་སྲིད་ཀྱི་དབུ་ཁྲིད་ཀྱི་ད་མདོག་གཏོང་གི་འདུག་ཨ།

སྐུ་ངོ་མཁས་དབང་བློ་བཟང་སེང་གེ་ལས། ཁོ་ངན་པ་འདྲ་བོ་ཅིག་མེད་ན་བསམ་ས་ར་བོ་ཅིག་དྲན་རྗེས། དྲི་བ་ཅིག་དྲིས་ཡོང་དུ། དྲི་བ། དྲི་བ། དྲི་བ་ལ་ལན་འདེབས་ཡོད་མ་གདའ། ཁོ་ཁ་བདེ་བོ་བཤད་རྗེས་བརྗོད་འདོད་དགུ་རིགས་བཤད་རྗེས།

ཧད། དེ་རིག་ཀ་ང་ཚོ་ཁྲེ་ནོ་ཤམ་པད་སཱས་ཁོ་ར་ད། བྱོ་ཤ་རྣམ་པ་ཚད་དུ་བཙུགས། ཁོ་ཅོག་གསུམ་མིག་བཙུམ་ནས་འོད་རླུང་མེད་སོ་ནོར་མི་འདུག། ཁོ་ཚོ་ཁ་མི་འདུག། རེ་བ། ད་རྣམ་པ་ཚོ་དེ་བཟི་དེ་གོ་ར་བརྒྱ་དང་དྲུག་ཅུ་རེ་བཅུ་བདུན་ཅུ་སུ་ཨ། ཉིས་སྟོང་ཉིས་བརྩེགས་གཉིས་བར་དུ་ན་རོ་ལ། འདོད་ཡུག་ཁམས་གསུམ་གྱི་མི་མང་ཚོགས་ཀྱིས། བོད་མི་རིགས་བོད་རྒྱ་ཁབ། བོད་བསྟན་པ་ཆབ་སྲིད་གཉིས་གང་རོ་ལ།

ཁོང་ཚོ་གཏན་གཏན་རྒྱ་ཆེ་རྒྱ་ནོ་མི་འདུག་ཐུགས་ཁག་མེད་ཁྱེད་རང་ཚོ་ལ། ད་ལྟ་བར་དུ་ང་དང་ང་འདྲ་པོ་ཅིག་གིས་མང་པོ་གི་བཤད་བདེ་བ་ཅིག་ཁྱེད་རང་ཚོ་ལ་ཕོག་ཐུག་ཞི་བོ་ཆུང་བཞག་དགོངས་དག་ཞུ་ཡ་ཡིན་ད། ཁྱོད་རང་ཚོ་གི་གདམ་དག་ནོ་མི་འདུག་ཁྱོད་རང་ཚོ་གི་ཡ་ནི་འབྲས་དཀར། གཏམ་བརྗོད་ཁྲབ་ངན་ཚོང་པ། མ་བིའི་བཤེས་གཉེན་ཁྲམ་པ་བཤེས་གཉེན་དེ་འདྲས་བདམས་འདུག་ཁྱོད་རང་ཚོ་ཏག་ཏག་བདམས་ཤག་མདོག་མི་འདུག་བོད་པའི་སྤྱི་ཚོགས་ནང་ལོ་ལ་ད་ཁོ་ལས་ལྷག་ཚིག་གི་གཏམ་བརྗོད་དེ་འདྲས་འཁྲབ་ཤིང་ལས་ཧམ་པ་དེ་འདྲས་བཤེས་གཉེན། རྫུན་དེ་འདྲས་བཤེས་གཉེན། ཡོད་ཀྱི་མ་རེད་སང་ཚ་ཁྱོད་རང་ཚོ་གི་གདམ་ག་ནོར་མི་འདུག་ཤུ་ཡ་ཡི་བཀའ་དྲིན་ཆེ་ཐོག་ཅི་ཆེ་ཤུ་ཡ་ཡི་ན། ཧཧཧ། ད་དེ་ལས་ལྷག་ང་ཤེས་ཡ་མེད་དེ་ལས་ལྷག་ཤེས་ཡ་པ་ཡིན་ན་ད་ཧམ་པ་ཚེ་རིང་གི་རྒྱབ་སྐྱོར་བ་དེ་ཚོ་དེ་རིང་ཁྲག་རླུང་ཕར་རོ། སྟོད་གའི་ན། སེམས་པ་ན། ཨ་ནི་ཁོ་རང་ཚོ་བྱང་ཀང་ལོག་མུར་ཅོག་བཞུ་བྱང་ཀང་ལོག་རྡོ་སྒོ་བརྡབ་བྱེད་བསྡད་གི་འདུག། སོང་ཚ་ད་ང་ཞེ་དྲག་ཤེས་གི་མེད་སྙིང་རྗེ། དོན་དག་མེད་ས་ལ། སྙིང་རྗེའི་ཡ་ཁོ་ཚོ་གྱང་ག་ལ་མོར་གྱོ་གདབ། གྱང་ལ་ཡ་སྒོ་གདབ། འདི་འདྲ་བྱས་པས་ནི་ང་སྡིག་པ་བསགས་རོགས་རེད་བ། འདི་འདྲ་སྒོ་གདབ་དགོས་ང་དེ་ཤེས་ཀྱི་མེད། ད་ག་རེ་ཡིན་ན་མེད་ན་ཡོད་བ། ད་ལྟ་ཐུག་ཐུག་བོད་རྩ་དོན་ཆེད་དུ་བོད་མི་རིགས་བོད་བསྟན་པ་ཆབ་སྲིད་གཉིས་བོད་རྒྱལ་ཁབ་ཀྱི་ཆེད་དུ། བོད་ལ་ཡ་ཞུ་བདེ་ངེས་ཀྱི་ཞི་ལུ་སྤིན་དག་གི་སྐུ་ཚབ་ཡིན་བྱས་བྱས་བཤད་བསྡད་ཀྱི་ཡོད། ད་ང་རང་ལ་དེ་རིང།

མི་ཁྲི་ཕྲག་འབུམ་ཕྲག་མང་པོ་གིས་ང་ལྟ་གི་རེད་བ། མི་ཁྲི་ཕྲག་འབུམ་ཕྲག་མང་པོ་གིས་ལྟ་སོང་ན་འདི་ངའི་རྩོམ་གི་རེད་བ་ངའི་བརྙན་ཐུང་བཟོས་རྒྱུ་འདི། ད་ང་ལྟོ་གོ་ལ་དོན་རང་བྱེད་ཀྱི་ཡིན་ད། ལ་སོ་ལ་སོ་ལ་སོ་ཡ་ཡ་ཡ་ཡ། ད་ག་རང་རེད་ད། ཨ་ནི།

བཅོམ་མིང་འདུག་བྱས་ནས་དགག་པ་བརྒྱབ་པ་ཡིན། དེའི་རྗེས་ལ་བཅོམ་མིང་འདུག་གི་རྒྱབ་ལྗོགས་པ་རེད། བསམ་རྒྱུ་མང་པོ་ཅིག་བསླེས་པའི་རྐྱེན་ལ་བརྟགས་ནས། བཅོམ་མིང་མིང་འདུག་འདི་ཕར་བཞག་ཚེ་ཚོགས་གཙོ་ཟུར་བ་སྤེན་པ་ཚེ་རིང་བྱེད་ཅེས་འགོ་བཙུགས་པ་རེད། ཡིན་ན་ད་ལྟའི་སྐབས་ནང་ལོགས་ལ། ཁོ་རང་གིས་སྤོ་བ་མཐོང་པོ་འགག་ནས

ལུགས་རྒྱུད་ཐོག་ནས་རང་བྱེད་གཙང་མ་ཡིན་པ་དང། ད་ལྟ་བའི་སྐབས་ནང་ལོགས་ལ་བོད་འདི། རྒྱ་ནག་གི་འོག་ལ། སེལ་འཇུག་གི། རྒྱ་ནག་གི། ར། བཙན་བཟུང་གི། ཨ་ནི་གཟིམ་སྡེ་བ་རྒྱ་ཁབ་ཅིག་རེད་མ་གཏོགས་རྒྱ་ནག་གི། འོག་ནང་ལོགས་ལ་བོད་འདི་རྒྱ་ནག་གི་ཆ་ཤི་གས་མར་དང། ག་སྲིད་ཀྱི། རྒྱ་ནག་འདི་བོད་ཀྱི་ཆ་ཤི་ཡིན་པ་ཡིན་ན། ཨ་ནི། ང་གཟུགས་པོ་འདིའི་གང་རོགས་ལ་འདི་ངའི་སྣ་དགུ་རེད་འདི་ངའི་ཨམ་ཅོག་རེད་འདི་ངའི་ཁ་རེད་འདི་ངའི་སོ་རེད། འདི་ངའི་རྩེ་ལས་རེད། འདི་ཚོ་ཚང་མ་ངའི་ཆ་ཤས་གཅིག་རེད་བ། ངའི་ཆ་ཤས་འདི། ངའི་སོ་གིས་ངའི་རྩེ་ལས་འདི། སོ་རྒྱག་གི་མ་རེད་བ། ངའི་ལག་པ་གིས་ངའི་ངག་གང་རོགས་ལ་གཞུག་གི་མ་རེད་བ་གར་ཆེན་ནི་གཞུག་གི་མ་རེད་བ་འདི་ངའི་ཆ་ཤས་གཅིག་རེད་བ། ངའི་ཆ་ཤས་ཅིག་ཡིན་འདུག་བསམ་པ་ངའི་གི་ལག་པར་གྱི་ངའི་འགྲམ་པ་གང་ལ་ང་ལ་ཞུགས་གི་མ་རེད། ངའི་སྲོག་གི་ངའི་རྩེད་ལེ་འདི། ཅེས་ཅེས་སོགས་རྒྱག་གི་མ་རེད། འདི་ངའི་ཆ་ཤས་ཅིག་རེད་བ། སོང་ཙང་དེ་ག་ནང་བཞིན་ཅིག་གི་བོད་འདི་རྒྱ་ནག་གི་ད་ལྟའི་སྐབས་ནང་ལ་ཆ་ཤས་ཡིན་པ་ཡིན་ན། ཨ་ནི་བོད་ནང་ལོགས་ལ་བཞུགས་དེ་ངས་ཞུ་ལུགས་སྤིན་དང། ལྷག་པར་དུ་ཕྱི་ཆའི་ཡུལ་གྲུ་ཁག་ནང་རྒྱ་གར་ནང་ལོགས་ལ་ད་བོད་མི་མང་པོ་ཅིག་སྐྱབས་མགོ་རུམ་བཅེར་ནས་ཚོལ་བས་གི་བོད་མི་མང་པོ་ཅིག་རྒྱ་གར་ནང་སླེས་དེ་ངས་དེ་ཚོ་ང་ཚོ་བོད་ནང་ལོགས་ལ། འགྲོ་ཤར་ནས་འགྲིག་གི་འདུག་ཨ་ནི། རྒྱ་ནག་གི་ཆ་ཤས་ཡིན་ན་རྒྱ་ནག་གི་སྐྱེས་བུ་ཞཱ་ཀི་རོ། རྒྱ་ནག་གི་ཆ་ཤས་མེད་ཙང་འཛམ་བུ་གླིང་ཡུལ་གྲུ་ཁག་ནང་ལོགས་ལ་རྒྱ་ནག་གིས་ཚོང་འབྲེལ་གྱི་འབྲེལ་བ་བཞག་ཡོད་འདུག་བོད་འདི་རྒྱ་ནག་གི་ཆ་ཤས་ཡིན་པ་ཁས་ལེན་དགོས་ཀྱི་ཡོད། བྱས་རྗེས་གནས་ཤུལ་སྤྲད་དགོས་ཡོད། བོད་འདི་རྒྱ་ནག་གི་ཆ་ཤས་ཡིན་པ་ཡིན་ན་ཁོ་རང་གིས་འཛམ་བུ་གླིང་ཡུལ་གྲུ་ཁག་མཉམ་དུ་ལ་ཚོང་འབྲེལ་བྱེད་དུ་བརྩམས་པ་ཨ་ནི་བོད་འདི་རྒྱ་ནག་གི་ཆ་ཤས་རེད་བྱས་རྗེས་ཁས་ལེན་དགོས་རེད་བྱས་རྗེས་གནས་ཤུལ་སྤྲད་ཀྱི་མ་རེད། རྒྱ་ནག་ཁོ་རང་གིས་བོད་དེ་རྒྱ་ནག་གི་ཆ་ཤས་ཡིན་པ་དེ་ད་ལྟ་ཡིན་ན་ཁོ་རང་ཚོ་ལ་གདིང་འབོད་དང་སྤོ་བ་སླེབས་ཀྱི་ཡོད་མ་རེད། དབྱེན་ཁྲལ་སྐབས་ནང་ལོགས་ལ་ང་ཚོ་ཆབ་སྲིད་ཀྱི་དབུ་ཁྲིད་ཀྱིས་དམ་དོན་རྒྱ་ནག་དེ་བོད་ཀྱི་ཆ་ཤས་རེད་ཚེ་དཔང་པོ་ཞེ་བོ་གཅིག་སྤོ་བ་མཐོན་པོ་ག་ནས་གསུང་གི་འདུག་ཨ། སྲོག་རྩ་དེ་ལ་བལྟས་བས་ཀྱི། ཨ་ནི། སོ་སོ་ངོས་ན་ནི་ཅོ་ཧམ་པ་ཚེ་རིང་ཅོ་མིང་དུ་ཅོ་སྤེན་པ་ཚེ་རིང་ལ་ཡ་དེ་འགོ་བཙུགས་བས་ཀྱི། ད་ག་ན་ཤེས་གཅིག་གི་ཀ་ཀ་དང་ཀ་ཀ་འདྲ་བོ། མི་མང་པོ་གཅིག་གི་ར་བ། སྐད་ཆ་ག་རེ་བཤད་རྒྱུ་ཡོད་ན། ངེད་ཀྱིས་སྐད་ཆ་ག་རེ་བཤད་དགོས་ཡོད་ན་སྐད་ཆ་འདི་ལ་ཡང་གཞི་ལ་ཅིག་བཞག་ཅེས་རོ། ཕ་མེས་ཀྱིས། སོ་སོ་དགེ་རྒན་སོ་སོ་གིས་སྤུན་སྤུན་ཀྱང་སོ་སོ་གིས་རྒན་པ་ཚོ་གིས། ད་ལྟ་ཐོག་ཏུ་ཁྱོད་རང་ཚོ་ལ་ཡང་སློབ་སྦྱོང་སྤྲད་བཞག་པ་འདི་སློབ་སྦྱོང་འདི་བོད་སྤྱི་དང། རྒྱ་ནག་འདི་བོད་ཀྱི་ཆ་ཤིག་རེད་ཅེས་ནས་དབུ་མའི་ལམ་ལ་ཡང་མཐོང་རྒྱ་ར་ཡ་དང། དབུ་མའི་ལམ་གྱི་སྒོ་ནས་ནི། རང་བྱུང་ལྗོངས་ཕྱི་འབྲེལ་གྱི་ར་ཡ་དེ་འདྲས་ཀྱི་ཡོད་པ་ཡིན་ན། ནི། ད་འདོད་ནས་རྙེད་ལ། རྒྱ་རིགས་བློ་གྲོས་ལ། སྐལ་བཟང་རྒྱལ་མཚན་ལ། གྲོང་གཡོག་མ་དེ་ཞུ་བསྡད་ཡོད་པ་དང། Swiss ནང་ལ་ཡོད་རེད། ཁ་གྲག་པོ་རེད་སྐལ་བཟང་རྒྱལ་མཚན་ལ་ཡིན་ན། རྒྱ་རིགས་བློ་གྲོས་ལ་ད་གྲོང་ཚོ་རེད་བ། དེའི་སྐབས་ཀྱི། རྒྱ་དང་བོད་གཉིས་རྒྱ་དང་བོད་གཉིས་བོད་གཉིས་ཀྱི་དཔའ་རུ་གནང་ལོ་ལ། ང་ནི་མཐུན་འབྲེལ་ཟོལ་མེད་ཀྱི་ཚོགས་ཆུང་ཅིག་རེད་བ། རྣམ་པ་ཚོ་ང་ཚོ་རྒྱ་དང་བོད་གཉིས་ཀྱི་བཀའ་མོལ་གནང་ཡག་གི་གཞི་རྩི་རང་འགག་འདི་ག་ནི་འགག་པ་རེད། རྒྱ་ནག་གིས་བོད་འདི་རྒྱ་ནག་གི་ཆ་ཤིས་ཡིན་ལབ་པ་ཡིན་ན་ནི་སྐད་ཆ་འདི་བཤད་ཡག་ལ་མགོ་བཙུག་གི་ཡིན་ཚེ་འདི་དེའི་དེའི་དེའི་སྐབས་ཀྱི་སྐུ་ཚབ་ཚོ་གས་ཐག་གཅོད་བྱེད་མ་ཐུབ་པ་ཐོག་ནི་འདི་འགག་རེད་བ། དབུ་མའི་ལམ་གྱི་ཐོག་ནས་ཨ་མདའ། རྒྱ་ནག་མཉམ་དུ་གཞི་མེད་ཀྱི་སྐད་ཆ་བྱེད་ཡག་གི་ཚོགས་ཆུང་གི་ལམ་ཁ་དེ་ཚོ་ཚང་མ་ག་ཡེ་པོ་བ་རྒྱུ་མཚན་དེ་རྒྱ་ནག་གི་ཆ་ཤེས་བོད་དེ་རྒྱ་ནག་གི་ཆ་ཤེས་ཡིན་པ་དེ་ཁས་ལེན་མ་ཐུབ་བའི་རྐྱེན་གྱིས། ཨ་ནི་ང་ཚོ་བཀའ་མོལ་གནང་ཡག་གི་བརྗོད་གཞི་དེ་ག་རེ་བ་ལམ་ཁ་དེ་ཚོ་རྩ། སྐལ་བཟང་སྐྱག་རྫི་ལ་འདྲ་བོ་བྱེད་ན་ད་ཞེ་ཚང་དགོས་རེད་མ་གཏོགས་ད་རིང་གི་དུས་ཚོད་འདིའི་ནང་ལོགས་ལ། རྣམ་པ་ཚོགས་ཀྱི་སྤེན་པ་ཚེ་རིང་ལ་འོས་བླུགས་བ་ལ། དེ་སྐུ་གཅིག་ཕོག་ཐུག་མེད། བྱོ་ཤ་རྣམ་པར་ཕོག་ཐུག་མེད་གསེར་འབྲས་དགའ་གསུམ་ཚེ་ཚུད་ཕོག་ཐུག་མེད། རེད་བ། སུ་ལ་འོས་བླུགས་པ་ཡིན་ན་སོ་སོ་གི་རང་དབང་རེད་སོ་སོ་གི་ཐོབ་ཐང་རེད། དེའི་གང་ལོག་ལ་ཆིག་གཅིག་བཤད་ཡ་མེད། ད་རེས་ཅོ་ཧམ་པ་ཚེ་རིང་གིས་བོད་འདི་རྒྱ་ནག་གི་ཆ་ཤིག་རེད་ཅེས་ནི་བཤད་ཡོད་འདུག། སྤྱི་འཐུས་གྲོས་ཆོད་ནང་ལོག་ལ་མི་མང་གི་སྐུ་ཚབ་ཡིན་ལབ་སྐྱག་འབུ་རུམ་བརྩེགས་ཀྱི་རྗེས་འབྲང་པ་ཡིན་ལབ་ད་ང་རང་ཚོ་བོད་མི་ས་ཡ་དྲུག་འདི། བསམ་བློ་བཏང་ཡ་རེད་ད། ད་དངོས་གནས་དྲ་གནས། ད་རྣམ་པ་ཚོ་གས་བོད་འདི་རྒྱ་ནག་གི་ཆ་ཤིས་ཡིན་པ་ཁས་ལེན་གི་ཡོད་ན། ད་ལྟའི་སྤེན་པ་ཚེ་རིང་ལ་རྒྱབ་སྐྱོར་བྱས་ནས་ཁས་ལེན་གི་ཡོད་ན། དམིགས་བསལ་གྱི། དེའི་སྐབས་ཀྱི་སྐུ་ཚབ། རྒྱ་དང་བོད་གཉིས་ཀྱི་པར་རུ་ནང་ལོགས་ལ། ཨ་ནི་གཞི་མེད་ཀྱི་ཐ་བ་ནས། བཀའ་མོལ་གནང་མཁན་གྱི་སྐུ་ཚབ་འདི་ཚོ། ད་ལྟའི་སྤེན་པ་ཚེ་རིང་གིས་རྒྱ་ནག་བོད་དེ་རྒྱ་ནག་གི་ཆ་ཤིས་རེད་བྱས་ཡོད་འདུག་ཁྱོད་རང་ཚོ་སྤེན་པ་ཚེ་རིང་ལ་རྒྱབ་སྐྱོར་བྱེད་གི་ཡོད་ན་དེའི་སྐབས་ནང་ལོགས་ལ་ཁྱོད་རང་ཚོ་གིས་ཨ་ནི། བོད་དེ་རྒྱ་ནག་གི་ཆ་ཤིས་རེད་བྱས་ནས་གར་ཕྱིན་ལབ་ཡོང་མ་རེད། དྲི་བ་རང་བཞིན་མེད་པ་ཡིན་ད། དེའི་སྐབས་ནང་ལ་ཁྱོད་རང་ཚོ་གིས་ལབ་གི་མ་རེད་བ། གར་ཕྱིན་ལབ་གི་མ་རེད་ཟེར་ན། ནག་པོའི་གི་ཆེའི་བཅུ་བདུན་དེ། ཨ་ནི་པའི། སྒོ་གང་ལ་མེ་མདག་ཚུལ་བཞག་ཅེས་ཨ་ནི་མཚན་ཡིན་བཅུ་བདུན་གང་ལོ་ལ། མཚན་མདག་རྒྱག་གོ་ཁེལ་སོང་བྱས་ཚེ་ལུག་རྒྱུད་འདི་འདྲའི་གང་ལོ་ལ། མིང་འདི་འདྲའི་ལྷག་གི་རེད་བསམ་ནས། ཨ་དེའི་སྐབས་གནང་ལོ་ལ། བོད་འདི་རྒྱ་ནག་གི་ཆ་ཤས་ཡིན་པ་ཁས་ལེན་ཐུབ་ཡོག་མ་རེད། སོ་ས་དེའི་སྐབས་གནང་ལོ་ཁས་ལེན་མ་ཐུབ་པ་ཡིན། ད་ལྟའི་སྐབས་གནང་ལོ་ལ་ཅོ་ཧམ་པ་ཚེ་རིང་གིས་རྒྱ་ནག་འདི་བོད་ཀྱི་ཆ་ཤས་རེད་ལབ་འདུག་རྣམ་པ་ཚོ་ཞེས། གསུམ་གཅིག་གར་ཕྱིན་ཞུ་དགོས་རེད་དྲི་བ་ཡིན། རང་བཞིན་གྱི་དྲི་བ་ཡིན། སོང་ཙང་ང་འདྲ་བོ་མི་གཅིག་ཡིན། Swiss ནང་ལོ་ལ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་དྲུག་ནས་ཕལ་ཆེར་རེད་བ། ད་རེས་ངས་བོད་རྩ་དོན་བོད་མི་རིགས་བྱོལ་ཤ་རྣམ་པ་ཚད་དུ་བཅུག་རེད་བ། ད་རེས་རྒྱ་ནག་གི་རྒྱ་ནག་གཞུང་གི་བེ་ཅིང་གཞུང་གི་སྐད་སྒྱུར་བྱས་བྱས་ཉན་རོགས་བྱས་ངས་གི་ཐད་ཀ་གྱང་སི། ག་སི་གི་རེད་བ། ད་རེས་ངོ་ནས་དྲ་ནས་བོད་ལ་ཕན་པ་རྒྱ་ནག་ལ་གནོད་པ། བོད་ལ་གནོད་པ་རྒྱ་ནག་ལ་ཕན་པ་ངས་སྐད་ཆ་ག་རེ་བཤད་པ་ཡིན། ཨ། དེ་ལྟར་གཅིག་བྱས་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་དྲུག་ནས། Swiss ནང་ལ་ཕེབས་བྱས། ཨ་ནི་ཐད་ཀར་རྒྱང་སྲིད་འདི་དོན་ངོ་ནས་བཟོས་ནས། Swiss གཞུང་ལ་ཡང་རྩིས་འབུལ་བྱེད་མཁན་སོགས་ལ་ཞུ་གི་ཡོད། ཧ་གོ་གི་ཡོད་ད་བརྒྱ་བརྒྱ་བདུན་ཅུ་བརྒྱ་ཅུ་ཧ་གོ་གི་ཡོད་སུ་གི་རྩིས་སྤྲད་ཡོད་མེད། རྔམ་བརྗིད་མེད་པ། ར་བ། ང་རང་ཚོ་ག་བ་ཡིན་ན་ཐུག་གུ་རེ་ད། རྒྱ་རྒྱ་རྒྱ་ཐུག་གུ་རེ་ད། ངས་དེ་རིང་ཐད་ཀ་རྒྱང་སྲིད་འདིའི་སྒང་ནས་བཞུགས་གི་ཡོད་ད། ར་བ། དཀོན་མཆོག་ལ་སོགས་སྨོན་ལམ་བཏབ་རོགས་བྱེད། མི་ཁེན་ཚ་བོ་ཅི་ཡིན་ང་མི་སྟ་ཁེན་ཚ་བོ་ཡིན། ཁྱོད་རང་ཚོ་ག་བ་འགྲོ་གི་འདུག།

མི་སུས་ཀྱི་ལག་པ་ནས་སུ་དྲོངས་ཀྱི་ཡོད་མེད་དེ་ཤེས་ཐུབ་ཡ་དེ་ཚོ་དཔེ་ཁག་པོ་རེད་དཔེ་མ་སི་ཁག་པོ་རེད། སང་ཉིན་སུ་གཅིག་གི་མཐོང་མ་མྱོང་རེད་ངེད་ཀྱི་ནི་མཐོང་མ་མྱོང་ངས་ནི་ཤེས་ཐུབ་ཀྱི་མེད་རེད་བ། ཡིན་ནའི། ཁྱོད་རང་ཚོ་གིས་ང་ལ་རིག་གོ་བསམ་ས་རོ་ཅིག་དྲན་བྱེད་ཆོས་བདག་བྱེད་ཅེས་བཏགས་དེ་ངས་དེ་ཚོ་ངེད་ཀྱིས་ཁྱོད་རང་ཚོ་རིག་གོ་བསམ་བྱེད་ཆོས་བདག་བྱེད་ཅེས་བཏགས་ནས་འགྲོ་བསྡད་ཀྱི་ཡོད་ད། འདི་ངས་ཚིག་ཐག་ཐོག་པོ་ག་ནས་བཤད་ཀྱི་ཡོད་ཕྱི་བསྟན་ཅི་གས་མེད་ད། ད་རེས་ཀྱི་དུས་ཚོད་འདིའི་ནང་ལོགས་ལ་རྒྱ་ནག་གཞུང་གིས། ཨ་རིའི་ནང་ལོགས Swiss ནང་ལོགས་ལ་ང་ཚི་སྤྲེ་ངའི་མི། མིང་འདི་ཡིན་བྱས་ཚེ་ང་ལ་ཅིག་བཤད་རོགས་བྱས་ད་རེད་བ། ངས་བརྒྱ་ཆ་བདུན་བཅུ་ཧ་གོ་གི་ཡོད་བརྒྱ་ཆ་བདུན་བཅུ་འདིག། ངོ་ནས་དྲ་མེད། ཐིག་ཤ་བསམ་ས་གི་རྒྱ་ནག་གཞུང་གི་བཤད་པ་ཡིན་ན། རྒྱ་ནག་གཞུང་འོག་ལ་དེ་རིགས་ཁ་སང་གི་བཤད་དགོས་མགོ་ཐག་གཞུག་གི་ཡིན།

སོ་སོ་གི་བརྒྱ་བརྒྱ་བདུན་བཅུ་འདི་དེ་མི་དེ་རེད་འདུག་ཨང་བསམ་གྱི་དོགས་པ་དང་གཏིང་དཔོད་དང་གདེང་ཚོད་སླེ་བ་འདི་མང་རུ་མང་རུ་མང་རུ་འགྲོ་གི་འདུག་ཨ་དེང་སང་སོང་ཙང་ཐུགས་རྗེ་གཟིགས་རོགས་ཨ། ད་ལྟ་ཐུག་ཐུག་ནང་ལོག་ལོག་སོ་སོ་གི་བོད་མི་རིགས་དང་བོད་རྩ་དོན་དང་ལྷག་པར་དུ། དངོས་གནས་ནང་ནས་བོད་ལུས་བོད་ནང་ལ་བཞུགས་བཞུགས་དེ་ངས་ཞི་ལུ་པིན་དག་གི་བསམ་བློ་རང་བཏང་ཅིང་སྐད་ཆ་བཤད་བསྡད་ཡིན་མ་གཏོགས། ང་ལ་ཟ་རྒྱུ་འཐུང་རྒྱུ་མེད་ང་ལ་གོན་རྒྱུ་མེད་བྱས་ཚུལ་བཤད་མ་མྱོང། ད་ལྟ་བར་དུ་བཤད་མ་མྱོང་རོགས་ཨ། བཟོ་རྩ། དགོངས་པ་བཞེས་རོགས་བྱེད་ཞུ་ཡ་ཡིན། སྐད་ཆ་ལྷོད་ལྷོད་བཤད་གི་ཡོད་ད། དགོངས་པ་བཞེས་རོགས་བྱེད། ང་དགའ་བློ་ལ་ཁྱོད་རང་ཚོ་གི་བྱས་པ་རེད། རེད་བ། ཁོ་ཧ་ལས་ཡ་གལ་ཡོག་མ་རེད་མི་ཡི་རེད་མི་ཚིག་ཚག་ནས་ནོར་འཁྲུལ་ཡོང་བཞིན་གི་རེད། ངར་སྐད་ལངས། འཕྲོག་དོག་ལངས་དེ་འདྲས་གི་ཐོག་ནས་ཁྱོད་རང་ཚོ་ང་སྐྱེས་པ་རེད་གལ་ཡོག་མ་རེད། ང་རླུང་རྟ་ཆགས་པ་རེད་དེ་སྐབས་ན་ལོ་ང་དེ་ཡ་སུའི་གཞུང་ལ་རྩིས་སྤྲད་དགོས་ཆགས་རེད། ད་ཡིན་ན་རྣམ་པ་ཚོགས་ཀྱི་རེ་བ། ད་ད་ལྟའི་སྐབས་ད་ལོ་ལ་བོད་མི་རིགས་དང་བོད་རྩ་དོན་དང་ལྷག་པར་དུ་བོད་ལ་ཞུ་བདེ་ངེས། ད་ལྟ་བར་དུ་སྐུ་ལུས་མེ་སྲི་སྟོབས་ནག་འབྲི་ངམ་ཅི་བཏང་མཁན་སྐྱག་འབོར་མི་བྱེད་དགོངས་ལོ་དྲུག་རེའི་བསུན་ནས་སྐུ་ལས་བསྐྱོན་རྗེས་ད་ལྟ་བར་དུ་ནང་འགྲོ་ལ། ད་ལྟའི་སྐུ་ལས་བསྐྱོན་ནི་འགྲོ་བདེ་ངེས་དེ་གང་ལོ་ལ་དགོངས་པ་བཞེས་བྱས། ཕྱག་ལས་ཡག་པོ་ཞིག་གནང་ཐུབ་པ་ཡིན་ན། ང་ཚོ་ག་རེ་ཡིན་ན་ང་ཡིན་ན་རྗེས་འགྲོ་ས་རེད་ཁྱོད་རང་ཚོ་ང་ཅིག་དཀའ་ངལ་ཞིག་སྤྲད་པ་རེད་གས་ཨ་ལས་མི་འདུག་བསམ་ཚེ་ངས་རྗེས་འགྲོ་ས་རེད། དེ་མེད་པ་གས་ད་འདོད་ཁྱོད་རང་ཚོ་གས་ཆབ་སྲིད་འགྲོ་བ་འབུར་ཚིག་འབུར་ཚིག་འབུར་ཚིག་ཆབ་སྲིད་འགྲོ་བ་ཁྲ་ཡག་གས་འབད་བརྩོན་བྱས་བསྡད་པ་ཡིན་ན། ད་ཡག་རེད།

ད་ལྟ་ཕྱི་རྒྱལ་ཡུལ་གྲུ་ཁག་ནང་ལ་སླེབས་རྒྱ་གར་ནང་ལོགས་ལ་སྐྱིད་པོ་རྒྱག་པ་ར་བ་བཏང་བསྡད་ཡ་དེ་ཁྱོད་རང་ཚོ་སོ་སོ་སོ་གི་འཇོན་པ་ཡིན་བསམ་ས་རོགས་ཅིག་དྲན་སྐུལ་གྱི་རོ་ཨ། ཁྱོད་རང་ཚོ་དཔའ་དཔའ་ཨ་མ། ད་ལྟ་གྲོགས་མེད་པ་ཡིན་ན་སྐད་ཆ་དྲིས་ཞུ། ཁྱོད་རང་ཚོ་དཔའ་དཔའ་ཨ་མ་སྐབས་ནང་ལོགས་ལ། དྲན་པ་རོགས་གསོལ་གི་འདུག་ན། ག་འདྲའི་ཚེ་ནི་མི་ཚེ་བསྐལ་བས་དེ་དྲན་པ་ཡ་གསོལ་བ་བྱས། རོ་ཨ། སྐུ་ངོ་སྲིད་སྐྱོང་མཁས་དབང་བློ་བཟང་སེང་གེ་གིས་ག་རེ་འདྲ་བོ་སྡུག་ཅག་བྱས་སོ། མཐོང་ས་ཡོད་བ་ལག་པ་གཟིམ་ས་ཡོད་བ། བོད་གཞུང་ལ་ཡང་ངོམ་སོ་རྒྱག་ས་ཡོད་བ། Little Tibet རྡ་རམ་ས་ལ་རྒྱུ་བ་ཁོ་ན་བཏང་སོང་བ་རྦད་དེ་ཁོའི་ནོར་འཁྲུལ་རེད་བས། བཙན་བྱོལ་བོད་མིའི་སྒྲིག་འཛུགས་ནང་ལོ་ལ་དགུང་མོ་གཅིག་ཡོད་ས་ལ་དགུང་མོ་བརྒྱ་བཟོས་རེད་དེ་ཁོའི་ནོར་འཁྲུལ་རེད་བས། དགའ་མའི་དགའ་སྟོན་གྱི་སྐད་ཆ་བཤད་ཡ་ཡོག་མ་རེད་ད་ང་རང་ཚོ་རེད་བ། སྤྱི་ཚོགས་ལ་ཡག་སུ་གི་ཕན་གི་འདུག་དེ་ལྟ་ཡ་རེད་མ་ཏོ། མཁས་དབང་བློ་བཟང་སེང་གེ་ཁམས་པ་རེད་འདུག་ཨ་མདོ་རེད་འདུག་སྤྱི་དབུ་ཅང་རེད་འདུག་དེ་འདྲའི་གི། བརྟག་དཔྱད་ཀ་མེད་ཞིག་གནང་ནས་འགྲོ་བསྡད་པ་ཡིན་ན། དེ་ནི་ཨ་མདའ་ཧ་ལོག་བ་ནང་བཞིན་ད་ཚོང་ཧ་ལོག་བསྡད་འདུག་བ།

འོ་དེ་ཡིན་ད། ཁྱོད་རང་ཚོ་རོལ་བ། སུ་འདྲ་བོ་ཅི་ཡིན་ན་རྣམ་པ་ཚོ་སུ་འདྲ་བོ་ཅི་ཡིན་ན། དགོངས་པ་རྒྱ་ཆེན་པོ་བཞེས་དགོས་རེད་བསམ་བློ་ཡག་པོ་བཏང་དགོས་རེད། ད་རེས་ངས་སྐད་ཅིག་བཤད་དགོས་རེད་ཁྱོད་རང་ཚོ་ངའི་དགང་ལོ་ལ་མཚན་འདྲ་མ་འདྲ་བཀོད་དགོས་རེད། ཁྱེད་རང་ཚོ་དང་ང་གཉིས་ཀྱི་པར་རུས་ཀྱི་གནས་སྟངས་མ་འདྲ་སྟེ། བོད་རྒྱ་སྐབས་ལུགས་རྒྱུ་སྒང་ནི་རང་བཙན་ཡོད་བས་ཀྱི། སྐད་ཆ་ཅི་རེད། ཁྱོད་རང་གིས་དེའི་ནང་ལོགས་ལ་ངས་སྐད་ཆ་བཤད་རྒྱུའི་ནང་ལོགས་ལ་རྒྱ་མིའི་རྒྱུག་ཁྱི་རེད་སྨད་རེད་པད་རེད་ལ་ནི་སྐད་ཆ་དྲིས་གི་འདུག་ཨ། ཁྱོད་ང་གཉིས་ཀྱི་ལུག་རྒྱུད་འགྱུར་བ་བཏང་ཐུབ་གི་མ་རེད། ལུག་རྒྱུད་ཅིག་སྔོག་ནས་བཏགས་པ་ཡིན་ན་ལུག་རྒྱུད་དེ་ལུག་རྒྱུད་རང་རེད། བོད་རང་བཙན་རེད། ད་ལྟའི་སྐབས་ནང་ལོགས་ལ་རྒྱ་མིས་ཀྱི་བཙོན་ཟུར་འོག་ལ་ལ་ལ་ལ་ལྷག་བསྡད་རྒྱོག་གི་རྒྱལ་ཁབ་ཅིག་རེད་མ་གཏོགས་ད་ལྟའི་སྐབས་ནང་ལོགས་ཆབ་སྲིད་གནས་སྟངས་ཐོག་ནས་རྒྱ་མིས་ཀྱི་འཆར་གཞི་རེད་ཟེར་རྩ་བ་ར་ནི་མ་རེད་དེ། ག་འདྲའི་ཤེས་དགོས་རེད་དེ་འདྲས། རྒྱ་མིག་གི་ཆ་ཤེས་ཡིན་ན་ངས་ད་ག་ནས་ཤེས་སོང་ཨ། གཟུགས་པོ་འདི་སྒང་རྩ། ལག་པ་འདི་ངའི་ཆ་ཤེས་རེད་སོ་འདི་ངའི་ཆ་ཤེས་རེད། ལྕེ་ལེ་འདི་ངའི་ཆ་ཤེས་རེད། ལག་པ་འདི་གིས་ངས་ང་རང་གི་འགྲམ་པ་ག་ལ་གཞུག་གི་མ་རེད། སོ་འདི་གིས་ངའི་ལྕེ་ལེ་འདི་ང་རང་ང་རང་གི་སོ་རྒྱག་གི་མ་རེད་གང་ཟག་ངའི་ཆ་ཤེས་རེད་བ། མི་གཅིག་གི་ཆ་ཤེས་རྒྱལ་ཁབ་གཅིག་གི་ཆ་ཤེས་གཅིག་ཡིན་ཚར་བའི་རྗེས་ལ། དེ་ལ་ཡ་གར་བྱེད་ནི་ང་ཚོ་དགག་པ་རྒྱག་ནི་དགག་གར་བྱེད་ནི་ཀུན་སྤྱོད་གསུམ། སི་ཅིན་པིན་མུར་དཱ་བཱད་ཀེ་རེ་བོའུ་ཀེ་རེ་བོའུ་ལ་ནི་གར་བྱེད་འགྲོ་བསྡད་པ་རེད། ཁྱི་སྨྱོན་པ་གི་སོ་རྒྱར་བས། རྒྱ་ཆེ་བོད་མི་མང་ཁྱི་སྨྱོན་པ་གི་སོ་རྒྱར་བས། འོ་འདི་ཡིན་ད་ངས་རྣམ་པ་ཚོ་ཚང་མ་ལོ་ཐོ་ཅི་བྱེད་ད་ནི་ཚང་མ་ལོ་བཀའ་དྲིན་ཆེ་ཐོ་ཆེ་ན་ཚེ་རིང་ད་མང་པོ་བཤད་བསྡད་ན་ནི་ཆོ་ཡོ་མ་རེད་ཨོ་གང་ད་རྣམ་པ་ཚོ་ཚང་མ་ལོ་ནམ་བཤད་དུས་རྒྱུན་དུ་ནི་ང་རང་བསྡད་ན་ཐད་ཀ་རྒྱན་སྲིད་འགྲོ་བསྡད་དེ་རྒྱུ་མཚན་ཡོད་ཉེས་མ་ར་ཤན་མཚར་སྒང་ནང་རོ་ལ་སྐྱ་མགོ་རུམ་བྱེད་དགུང་ལོ་གར་ས་སྐྱ་མགོ་རུམ་བྱེད་ཡང་སྲིད་འདི། སྐུ་འདི་བཅུ་གཅིག་ལ་ཆེན་པོ་ཡང་སྲིད་འདི། ན་ནི། ཀོར་ནང་ལོ་ལ་རྒྱ་ནག་ལ་ཡ་སྐྱ་མགོ་རུམ་བྱེད་གདན་འདྲེན་ཞུས་རྗེས་རྒྱ་ནག་གིས་སྐྱ་མགོ་རུམ་བྱེད་ཉམས་རྟོགས་བཀའ་མོལ་གནང་དགོས་རེད་བྱེད་དུ་བཙན་པ་ངས་ཟླ་བ་གཅིག་ཐུ་ཐུ་ཐུ། དེ་ག་ཡང་སྲིད་ཅིག་སྒྲོག་རྗེས་ལྕགས་སྲིན་པོ་བཞི་བོ་གསོལ་ཡོད་རེད་གཉིད་སྤྲོ་ཡོད་རེད། རྨི་ལམ་འཁྲུག་བཅུག་ཡོད་རེད། ད་རེས་བོད་འདི་རྒྱ་ནག་གི་ཆ་ཤིས་རེད་ཕྱིན་ནི་ཁོས་གི་བཤད་བ་འདི། མོས་མཐུན་ནི་ཟླ་བ་གཅིག་ཚེ་འགྲོ་ཀུ་རེ་ངན་ཁོ་རང་གཉིས་སྐྱེན་ལམ་དཀྲུག་ཀུ་རེ་ཨང། བློ་བདེ་པོ་སྨྲས་པ་བཟོད་ཀུ་རེ་གང་ལྟ། སྤྱི་འཐུས་གྲོས་ཆོད་ནང་ལོག་ལ་སྤྱི་འཐུས་རྣམ་པ་ཚོ་གི་འགན་འཁྱེར་དགོས་ཀུ་ཡོད། ཆོས་རྒྱུད་ཁག་གི་སྤྱི་འཐུས་ད་རེས་བོད་མི་མང་བོད་ནང་ལ་ཡོད་དེ་ངས་སྐད་ཤུགས་མཐོན་པོ་གང་ནི་ཆོས་རྒྱུད་ཁག་གི་སྤྱི་འཐུས་དང་མདོ་སྟོད་སྤྱི་འཐུས་དང། ཨ་ནི་དབུས་གཙང་གི་སྤྱི་འཐུས་གཅིག་བྱང་མངའ་རིས་ཀྱི་སྤྱི་འཐུས་གཅིག་སྐད་ཇུས་མཐོན་པོ་ཐོག་ནི་སྤོ་བ་མཐོན་པོ་ཐོག་ནས་ཞུ་གི་ཡོད་རྣམ་པ་ཚོ་ལ། འགན་འཁྱི་གོ་རེད་རྣམ་པ་ཚོ་གི། ད་རེའི་བོད་རྒྱ་ཁབ་ཀྱི་གནས་ཚུལ་ཅིག་རེད། ལུགས་རྒྱུག་གི་གནས་ཚུལ་ཅིག་རེད། སྤྱི་འཐུས། གྲོས་ཆོག། སྤྱི་ཟླ་དགུ་པ་ནང་ལ་ཚོགས་འདུ་བརྩམས་པ་ཏན་ཏན་ཁོ་ར་ཀར་གོ་རེད་ཏན་ཏན་ཁོ་ར་ཀར་གོ་རེད་རྣམ་པ་ཚོ་གི། གྲོས་གཞི་གྲོས་འཆར་ནམ་ཕེད་བཅས་རེད་བ། ཕོ་རྒྱུད་གཏང་ཐུ་བ་བྱེད་གོ་རེད། ཕོ་རྒྱུད་གཏང་མ་ཐུ་ན་ལུགས་རྒྱུག་གང་ལོ་ལ་གནས་དགོས་བ་བྱེད་གི་རེད་ད། འདི་ངའི་ཆོས་བརྒྱུད་ཁག་གི་སྤྱི་འཐུས། མདོ་སྟོད་ཀྱི་སྤྱི་འཐུས། དབུས་གཙང་གི་སྤྱི་འཐུས། བྱང་མངའ་རིས་ཀྱི་སྤྱི་འཐུས་རྣམ་པ་ཚོ་ལ་བོད་མི་མང་གི་ད་ལྟ་ཕར་འདུག་ན་ལ་རྣམ་པ་ཚོ་ལ་རྒྱབ་སྐྱོར་བྱེད་རྣམ་པ་ཚོ་ལ་ར་བ་བྱེད་ཡིད་ཆེས་བྱེད། ཆུ་ནང་ལ་བླུགས་རྒྱུ་ཡོད་མ་རེད་ཞུ་ཡ་ཡིན་རེད་བ། སྦྱིན་བདག་གུས་པ་གི་གྲོས་ཆོད་གང་ལོག་ལ། བོད་འདི་རྒྱ་ནག་གི་ཆ་ཤིག་ག་འདྲ་ཡི་སྤྱི་མི་རེད་བྱས་ཚེ་འདི་གང་ལོག་ལ། བགྲོ་གླེང་ཤུགས་ཆེན་པོ་དགག་པ་ཤུགས་ཆེན་པོ་སྐྱོན་དགོས་ཀྱི་ཡོད། གང་ཟེར་ན་རྣམ་པ་ཚོགས་ཀྱི་དགག་པ་སྐྱོན་ཤར་བ་འདིས། སྤྱི་འཐུས་གྲོས་མཆོག་གིས་ལུག་རྒྱུག་གང་ལོག་ལྷག་གི་རེད། བོད་མི་རིགས་ཀྱི་ལུག་རྒྱུག་གང་ལོག་ལ་ཡང་དེ་སྐད་ཆ་དེ་ལྷག་གོ་རེད། གསུམ་ཆ་གཉིས་ཀྱི་བརྒྱ་ཆ་ལངས་ན་འདྲ་མ་ལངས་ན་འདྲ། གང་ལྟར་སྤྱི་འཐུས་གྲོས་མཆོག་ནང་དུ་གྲོས་གཞི་གྲོས་འཆར་གནང་མི་བྱེད། འདི་ངས་རྣམ་པ་ཚོགས་ལ་དངོས་གནས་དྲ་གནས་སྐད་ཤུགས་མཐོན་པོ་ཐོག་ནས་འབོད་སྐུལ་ཞུ་གི་ཡོད་ད། སྐད་ཤུལ་མཐོན་པོ་ཐོག་ནས་འབོད་སྐུལ་ཞུ་གི་ཡོད། ཐོ་ཆེ་ན་ཚེ་རིང། བླ་མས་སྐྱབས། ཨ་ཚང་མ་ལོ་ལ། སྙིང་གཏིང་ནས་བརྩེ་བ་ཡོད་ཨ་ད་ང་ལ་མ་ག་ནས་འདྲ་མ་འདྲ་དྲིས་ངས་ཁྱོད་རང་ཚོ་ལ་ང་བརྩེ་བ་ཡོད་ད་བོད་མི་གཅིག་རེད། ང་རང་ཚོ་ཚང་མ་བོད་པ་རེད། དེའི་གི་ཐོ་ནས་བརྩེ་བ་ཡོད་ཨ་ནི། བོད་འདི་ང་འདྲ་བོ་གཅིག་ཡིན་ན།